ནས་སྐྱབས་གནས་མཁན་ཟུར་རྣམ་པ་གཉིས་གཙོས་པའི་ནས་སྐྱབས་གནས་དགེ་འདུན་འདུས་མང་ཡོངས་ལ་ཡང་འཚམས་འདྲི་ཞུ་ཡག་དང། ད་དེ་རིང་གི་ཨ་ནེ་བགྲོ་གླེང་དངོས་གཞི་དབུ་འཛུགས་ཞུ་ཡག་ཐུགས་གསུ་ཡིན། དེ་ཡང་ཨ་ནེ་ད་གཙོ་བོ་དངོས་གཞི་དེ་ཨ་ནེ་དཔྱད་རྩོམ་གནང་མཁན་གྱི་ཨ་ནེ་འཛིན་གྲྭའི་གི་ནང་ནས་ཨ་ནི་ད་ལྟ་སྐར་མ་ལྔའི་རིང་ལ་ཡང་ཨ་ནི་དཔྱད་རྩོམ་བགྲོ་གླེང་གནང་ཡང་ཨོ་ཨ་ཐུགས་སུ་ཡིན་དེ་དབུ་འཛུགས་ཞུ་རོགས་གནང་ཟེར་ཞུས་ཡིན། ཐང་ཆེན་རྗེ་མ་ལ་ཤང་ཟེར་ལོ་སྨད་ཆུང་ཤུར་སྦྲ་རྩེ་བའི་ཐུགས་རྗེ་ཅན་རྒྱལ་གཅེས་སྐུ་གསུང་ཆོས་ལ་བལྟ་རོལ་པའི་དཔའ་ཡོལ་དོན་གཉེར་མཐར་ཕྱིན་རྫོགས་སངས་རྒྱས་སྣང་འདྲེན་བུ་རིན་ཆེན་པའི་དགེ་ལེགས་མཛོད་ཞེས་སྨོན་ཚིག་བཟང་པོའི་སྔོན་དུ་ཚུད་ཡོད་དོགས་ནས། རང་ཅག་རྣམས་ཀྱི་མེ་ཏོག་གངས་ལ་ཕབ་པའི་ལྷ་སྐལ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་ཡང་སྒོ་སྲུང་སྐུ་ཞབས་སྔོན་དུ་བཏང་ཡོད་དོགས་ནས། སྐྱབས་རྗེ་མཁན་ཟུར་རིན་པོ་ཆེ་རྣམ་པ་གཉིས་དབུས་པའི་སྐྱབས་གནས་འཕྲིན་བདག་དགེ་བསྐོས་ལ་མཆོག་དང་འཇམ་འཕྲེང་ཆེན་པོ་ལགས་ཀྱི་དབུས་པའི། བཀའ་རང་འགྱངས་དགེ་བའི་བཤེས་གཉེན་རྣམ་པ་དང་རྒྱ་མཚོའི་བླ་སྤྲུལ་རྣམ་པ། མདོར་ན་གནས་སྤོས་པའི་སློབ་གཉེར་བ་ཡོངས་ལ་ཡང་སྒོ་སྲུང་གུས་ཕྱག་ཏུ་བཅས་ཏེ་འཚམས་འདྲི་ཞུ་ཡ་དང། ད་ལྟ་ང་ཚོ་འཛིན་གྲྭའི་གི་གཙང་ཤོག་དེ་གནས་ཉིན་དུས་སུ་དུས་སུ་བྱས་ནས་སྒྲོག་སྦྱོང་ཞིག་ཞུ་བ་བྱས་ཟིན་ཞུ་ཡ་དང། གཙང་ཤོག་དང་པོའི་ནང་ལོགས་ལ་ཡང་གསོ་སྦྱོང་གི་གླེང་གཞི་དང་ངོ་ཏིག་གསོ་སྦྱོང་གནང་བ་དང་གསོ་སྦྱོང་བྱ་ཡུལ་གྱི་དགོས་པ། གསོ་སྦྱོང་གི་དབྱེ་བ་དང། གསོ་སྦྱོང་བསྡུས་པ་ཡིན་ན་གཞི་གནས་གསོ་སྦྱོང་དང་མཐུན་པའི་གསོ་སྦྱོང་ཡིན་གྱི་ནང་ལོགས་ལ་ཡང་བསྡུས་ཚུལ་དང་བསྡུས་པའི་རྒྱུ་མཚན་བཅས་དང་ཨ་ནེ་གཞི་གནས་གསོ་སྦྱོང་དང་མཐུན་པའི་གསོ་སྦྱོང་གི་སྐོར་ལ་ཡང་ཨོ་བ་གངས་རྒྱལ་གྱི་ཚེ་ཐུགས་སུ་བྱས་ནས་བྲིས་ཡོད་ཟེར་ནས་ཞུ་བ་དང་གཙང་ཆུ་གཉིས་པའི་གི་ནང་ལོགས་ལ། གསོ་སྦྱོང་བཅུ་བཞི་པ་དང་བཅོ་ལྔ་པ་བྱས་པ་དེ་ཨ་ནེ་གང་གི་སྒོ་ནས་འཇོག་གི་ཡོད་མེད་དང་ཟླ་བ་ཕྱེད་ཕྱེད་ཀྱི་ཚེས་བཅོ་ལྔ་ལ་འོ་ཞེས་པའི་གི་ཚིག་དེས་གསོ་སྦྱོང་བཅུ་བཞི་པ་གཏན་མེད་དང། ལོ་གཅིག་ལ་ཡར་ཐོན་པའི་གསོ་སྦྱོང་དུས་ཡོད་དང་ཐོན་པའི་གསོ་སྦྱོང་བྱེད་པའི་གི་སྒྲ་དོན་དང་ཟླ་ཤོའི་འབྱུང་ཚུལ་དང་དེ་ཡི་ཚེ་གསོ་སྦྱོང་དེ་གསོ་སྦྱོང་བཅུ་བཅུ་པ་དང་བཅོ་ལྔ་པ་གང་འབྱོར་མེད་ཀྱི་སྐོར་ལ་ཡང་གང་ནུས་དུས་སུ་བྱས་ནས་བྲིས་ཡོད་ཟེར་ནས་ཞུ་བ་དང། གཙང་ཆུ་གསུམ་པའི་གི་ནགས་ལོགས་ལ་མཚམས་ཆེ་ཆུང་དང་དཀྱིལ་འཁོར་གྱི་མཚམས་བཅད་ཚུལ་མཚམས་དེ་དག་གི་ཆད་པ་དང་མཚམས་དེ་དག་བཅད་པའི་གི་དགོས་པ། མཚམས་བཅད་ན་དེ་སང་གང་གི་སྒོ་ནས་བཅད་དགོས་མེད་དང། དུས་གསུམ་ཡར་མཚམས་བཅད་ཚུལ་དེ་དེ་སང་གང་རུང

གཙང་ཞོལ་རྔ་བུས་ཀྱི་ནང་ལོགས་ལ་ཡང་ནས། རྫོགས་སྤྲུལ་གྱི་དབྱར་གྱི་བསྡུས་དོན་དེ་ལ་ཡང་ས་བརྒྱད་དོན་གསུམ་པོད་ཀྱི་ནང་ནས། དང་པོ་གནས་ཀྱི་ཁྱད་པར་དེ་ལ་ཡང་ཁྱད་ཆོས་དྲུག་ལྡན་གསུངས་པ་ནང་བཞིན་གྱི་ཁྱད་ཆེན་དྲུག་ལྡན་དེ་དག་དགོས་པོད་ཀྱི་གནས་གང་ལ་ཡང་ཐུག་གི་ཡོད་མེད་དང། ཁྱད་ཆེན་དེ་དག་མ་ཚང་བོད་ཀྱི་གནས་སུ་དབྱར་གནས་ཐུག་མེད་ཀྱི་རྒྱུ་མཚན་དང། བཞི་པ་དུས་ཀྱི་ཁྱད་པར་དེ་ལ་ཡང་དབྱར་ཟླ་འབྲིང་བུ་ཀྱི་ཚེས་བཅུ་དྲུག་དང། དབྱར་ཟླ་ཐ་ཆུང་གི་ཚེས་བཅུ་དྲུག་གང་རུང་ལ་དབྱར་ཁས་ལེན་དགོས་པའི་སྦྱིན་ཚན་དང་དགོས་པ། གདན་ས་ཁག་དང་དགོན་པ་ཁག་གི་ཤག་བཞེས་སུ་དབྱར་ཚེས་གྲངས་དེ་གཉིས་ལས་གང་ཤར་ཤག་བཞེས་ལྟ་ཅི་ཡོད་མེད་དང་ཡུན་ཚད་ཟླ་བ་སྲང་ཁས་ལེན་དགོས་གསུངས་པ་ནང་བཞིན་བྱས་ནས་དེ་དག་ངེས་པར་དུ་ཁས་ཟླ་བ་སངས་ངེས་པ་དང་ཁས་བླངས་དགོས་མེད་དང་དབྱར་ཁས་བླངས་ནས་ཟླ་བ་སངས་མ་ཚུམས་པར་དགག་དབྱེ་བྱས་པ་ཡིན་ན་དབྱར་ཁས་བླངས་དང་དགེ་བའི་གེགས་ཉེས་པ་འབྱུང་མེད་ཀྱི་རྒྱུ་མཚན་དང་ཟླ་བ་ཕྱེད་གཅིག་དང། ཕྱེད་ཀ་གཙང་ནས་དབྱར་གནས་པ་དེ་དབྱར་གནས་པའི་གེགས་ཚེས་གཉིས་ཚང་མའི་ཁོངས་དང་བཅས་པ་འདིར་གཏུགས་ཟིན་གྱི་གྲུབ་པའི་སྐུ་ཡིན། ཞེས་གཅིག་གཏུགས་སུ་ཡིན། གཙང་ཤུར་གྲུབ་པའི་གྱི་ནང་ལོགས་ལ། སྡོམ་པ་དབྱར་གྱི་དམ་ཚིག་ཇི་ལྟར་སྲུང་བ་ལ་གྲུབ་སྟེ་གསུངས་པ་ནང་བཞིན་བྱས་ནས། དབྱར་གྱི་དམ་ཚིག་དྲུག་པོ་དེ་ཇི་ལྟར་དགོས་མེད་དང་སྡོམ་གྱི་ནང་ལོགས་ལ་དངོས་སུ་མ་བསླབས་མཚམས་བཞིར་འགྲོ་བ་དང་ཞེས་གསུངས་པ་ནང་བཞིན་བྱས་ནས་དབྱར་བཞིན་གྱིས་མ་བསླབས་པ་ཚང་ལས་འདས་པ་ཙམ་གྱིས་དབྱར་རིགས་ཀྱི་ཉེས་པ་འབྱུང་མེད་དང་དེ་འབྱུང་ན་དེ་འབྲེལ་གྱི་དབྱར་རིགས་ཀྱི་གཏོང་བ་དེ་དུས་འབྲེལ་གྱི་གཏོང་བ་མིན་པ་རྒྱུས་མེད་དང། དབྱར་གྱི་ཚེས་དགེ་སློང་གཞན་གྱིས་གཏོང་བ་གླིང་ཕྲན་དང་དགེ་སློང་གཞན་ལ་ཡང་ལས་དོན་བྱས་པ་ཡིན་ན་དབྱར་ཚུལ་འབྲེལ་མེད་དང། དབྱར་གནང་དང་དགེ་སློང་ནང་དགེ་སློང་གཉིས་ནང་ཕན་ཚུན་འཁྲུག་ལོང་བྱས་པ་ཡིན་ན་དགེ་སློང་གཉིས་ཀ་ལ་ཡང་དམ་ཚིག་ལས་འདས་པའི་གྱི་ཉེས་པ་འབྱུང་མེད་དང་དབྱར་རེས་གནང་མ་ནང་གི་སྐྱེས་ཚང་གང་དུ་འགྱུར་མེད་དང་ཚང་ལས་འདས་པའི་ཉེས་བྱས་ཀྱི་དོན་དང། ཚང་ལས་འདས་པའི་གྱི་ཉེས་བྱས་དེ་སྐབས་འདི་དང་འབྲེལ་བ་ཡོད་མེད་དང། ཚང་ལས་འདས་པའི་གྱི་ཉེས་བྱས་དེ་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་གྱི་ནང་དུ་བགྲངས་ཡོད་མེད་ཀྱི་སྐོར་ལ་ཡང་གཏུགས་སུ་བྱས་ནས་བྲིས་ཡོད་ཟེར་ནས་བྱོས་པ་ཡིན། གཙང་ཤུལ་བདུན་པའི་གྱི་ནང་ལོགས་ལ། མདོ་རྩ་བའི་གྱི་མཐའ་ཡི་ཞག་དྲུག་ལ་བྱིན་གྱིས་རློབ་པའི་མི་ཆགས་སོ་ཞེས་ནས་གསུངས་པ་ནང་བཞིན་གྱིས་ནི། མདོ་རྩ་བའི་གྱི་ཚིག་དེ་ལ་ཡང་རིགས་ཤིང་དང་ཚོགས་སྒྲིགས་གཉིས་ཀྱི་འགྲེལ་ཚུལ་མི་འདྲ་བ་ཡོད་མེད་ཀྱི་སྐོར་དང། མདོ་རྩ་བའི་གྱི་ཚིག་དེ་ལ་ཡང་དང་པོ་དང་པོ་གྱི་ཞག་དྲུག་ལ་ཡང་གཞན་གྱི་བློས་བག་མི་ཆགས་པར་རོང་ཐུང་དུ་རྒྱག་རོང་མལ་དང་དབྱར་ཁས་མ་བླངས་པར་དབྱར་གྱི་ནང་དུ་སྣེ་མོ་སྟོང་བུད་ཀྱི་རྒྱལ་སློང་དེས་ཕྱི་རོལ་དུ་འགྲོ་དགོས་པའི་ཚེ་དབྱར་གཞན་གྱིས་བསླབ་དགོས་མེད་དང་དབྱར་གཞན་གྱིས་བསླབ་བུད་ཀྱི་དགོས་དོན་དང་དབྱར་གཞན་གྱིས་བསླབ་བུད་ཀྱི་ཡུལ་རྟེན་དུས་དང། ཡུན་ཚད་དང་ཆོ་ག། རྗེས་འཇུག་གི་སྐོར་ལ་ཡང་གཙང་ཤུལ་བདུན་པའི་གྱི་ནང་ལོགས་ལ་ཡང་ཐུགས་གསོ་ཅན་དུ་བྲིས་ཡོད་རེད་ཟེར་ཞུ་བ་དང། གཙང་ཤུལ་བརྒྱད་པའི་གྱི་ནང་ལོགས་ལ་ལོང་ལས། དགའ་ཡི་གཡག་དང་ཞེས་ནས་གསུངས་པ་ནང་བཞིན་གྱི་གཡག་རྒྱ་གཡག་དགའ་གཉིས་ཀྱི་གོ་རིམ་ལ་ཡང་ལོངས་སྤྱོད་དང་མདོ་རྩ་བ་གཉིས་མི་འདྲ་བ་སོ་སོ་ཡོད་པའི་གྱི་དགོས་པ་དང་རྒྱུ་མཚན། ཚོགས་སྤྲུལ་གྱི་སྤྱི་ཡི་དོན་དེ་ལ་ཡང་དགོས་དོན་དང་བསྡུས་དོན་གཉིས་གསུངས་པ་ནང་བཞིན་གྱི་ནི་དགོས་དོན་དེ་ལ་ཡང་དགའ་ཡི་བྱེད་པའི་གྱི་དགོས་དོན་གསུངས་པ་དེ་འགྲུབ་ཚུལ་དང། དགའ་ཡི་གསོ་སྦྱོང་གི་དུས་ཐུག་མེད་དང་གསོ་སྦྱོང་མིན་པའི་གྱི་རྒྱུ་མཚན།

གྲོགས་དང་འཆི་བ་བྱེད། ད་ལྟ་གྲོགས་དང་པོ། ཆོ་འབྲང་ལྔ་བ་གང་ལ། དེས་ན་སྐབས་འདིར་ལྷག་པ་ཡོངས་སྦྱོང་གི་གཞི་ལ་ནི་སོར་དགུ་དབྱར་གསུམ་ལས་མ་མཆིས་སོ་སྙམ། མ་མཆིས་སྙམ་མོ་ཟེར་བྱེད་དོ། དེ་ག་དུས་ལ་ནི་ལྟུང་བ་བླང་དྲན་བྱེད་པ་དང་ལྟུང་བ་བྱིན་རླབས་གསོ་སྦྱོང། ཐལ་འགྲོ་བ་རེས་ག་རེ་བྱེད་ལ་ནི་མི་མཐུན་ཕྱོགས་སྦྱོང་ཞིང་སྡོམ་པ་སོར་བྱེད་པ་ཙམ་ཡིན་ན། བྱས་ཙང་དེ། དེ་རེས་དེ་ལྷག་པ་ཡོངས་སྦྱོང་གི་གཞི་མ་རེད་ཟེར་བྱེད་དོ།

ཨ་ནི་གཞན་ཕ་ཅེ་གོ་ཡ་མེད་པའི་སོ་རོ་དེ་འདྲ་བོ་ཡིན་ས་རེད། ཡང་ཡང་ད་ཏི་བཞི་དེ་སོགས་ད་འདི་སོ་ད། ད་དེ་འགྲུབ་པ་བྱེད་རོགས་ད་ང་ཚོ་གསོབ་སྦྱོང་དེ་ལ་ནམ་རྒྱན་ཨ་ནི་མདོ་དོན་ཉམས་སུ་མྱོང་བ་དེ་བཞག་གོ་ར། གསོབ་སྦྱོང་ག་དུས་ལ་བྱས་ཙང་མདོ་དོན་ཉམས་སུ་མྱོང་ཟེར་ན་མདོ་ཡི་དོན་ཉམས་སུ་མྱོང་ལ་ན། སྒྲ་ཐི་བ་ཙམ་གྱིས་མདོ་ཡི་དོན་ཉམས་སུ་མྱོང་གི་ཡོད་རེད་མདོ་དོན་ཉམས་སུ་མྱོང་ཚེ་གཞན་པ་ཅི་ཡོད།
ད་འདོད་དོན་ཉམས་སུ་མྱོང་ཟེར་འོང་དེ་ཕྱི་གཏན་གྱི་གསོ་སྦྱོང་གི་དངོས་གཞི་འདྲ་བོ་དེ་ལྟར་བྱེད་དེ་འདོད་དོན་ཉམས་སུ་མྱོང་བ་དེ་ལ་བཞག་གི་འདུག་བ། དེས་གསུངས་ཏེ་དེ་ནས་འདོད་དོན་ཉམས་སུ་མྱོང་བ་ཟད་དེ་ཕྱི་གཏན་དག་གསོ་ཐལ་གྱི་འདུག་ད་ཨ་ནི་མ་སྐྱོན་རུང་དེ་ཕྱི་གཏན་གྱི་དེའི་གི་དོན་ལ་ད་ཨ་ནི་སོ་སོ་ཨ་ནི་སོ་སོ་ལ་ད་གར་ཟེར་དགོས་རོ་སྟོང་བ་དེ་ང་ཡིན་ན་ནི་གི་སྟོང་བ་ཨ་ནི་སོ་སོ་ལ་གར་དགོས་ཡོད་མེད་ད་གང་ལྟར་དེའི་གི་གསོ་ཐལ་གྱི་འདུག་དེའི་གི་ཨ་ནི་དོན་དག་དེ་ཕ་གཞིས་བསམ་བློ་རེ་བྱ་ཡ་དེ་འདྲ་བོ་མེད་འགྲོ། བྱས་ཙང་ད་འདོད་དོན་ཉམས་སུ་མྱོང་བའི་སྟོང་རྟགས་དེ་དངོས་གནས་བྱས་ན་ད་ཡིད་ལ་འཁུར་དགོས་འདྲ་བོ་བྱེད་རོགས། ད་ང་ཚོ་ལ་ཕལ་ཆེར་ད་བརྒྱ་ཆ་བརྒྱ་དང་ཆོད་དོན་མེད་དོ་མང་ཆེ་བ་ལ་ཕལ་ཆེར་སྒྲ་ཐི་བ་ཙམ་སྒྲ་དེ་ཡང་བར་བར་གོ་ལ་མི་གོ་ལ་དེ་འདྲས་བྱུང་བར་ད་དེ་ཟུར་ཁ་ཐུག་ལ་བཏགས་རང་དེ་གསོ་སྦྱོང་ཆགས་ཀྱི་ཡོད་མ་རེད་བས་ཟེར་ན། གར་སེ་ཡིན་གྱི་ཆི་ཟེར།

ལྕགས་སྙིང་གི་གཉིས་པ་བཞག་གོ་ཡོད་ར། གཉིས་པ་དེ་ལ་སྟོང། དངོས་སུ་ཆོས་སྤྱོད་བྱེད་འོ་ར། ད་གསུམ་པ་དེ་ལ་འབད་ན་ང་ཚོ་སྟོང་ཐིག་བྱིན་གྱིས་བརླབས་པ་ཡིན་ན། སྟོང་ཐིག་བྱིན་གྱིས་བརླབས་པའི་ཆོ་ག་དེ་ཆ་སོགས་མ་མཐུན་པ་ཡིན་ན་ཡང་སྟོང་ཐིག་བྱིན་གྱིས་བརླབས་པའི་གི་ཆོ་ག་འགོད་ལས་སོ་སོ་མཐུ་བྱས་ནས། ད་ལས་འདི་གི་ཆོ་ག་འདི་གི་དེ་འདྲས་བྱེད་ཀྱི་རེད་གསུངས་སོ་སོ་སོའི་སེམས་ལ་མྱོང་བ་ཡིན་ན། བར་ཆད་དེ་འདྲས་ཀྱིས་འདྲི་དགོས་ཀྱི་རེད་མ་གཏོགས་གསོ་སྦྱོང་གི་མདོ་དང་ཉམས་སུ་མྱོང་པ་ཡིན་ན་རྦད་དེ་ཆ་སོང་ཅིག་མྱོང་ཡ། ད་ལྟ་ཤེས་ཡ་དུ་དེ་འདྲས་ཀྱིས་དགོས་ཡོད་ཀྱི་མ་རེད་ད། མ་དང་འདུག་གི་ད་ག་རེ་རེད་མགོ་ནི་ཏེ་ནི་མ་སྐྱོར་ཏེ་སྟོན་ད་རོག་དེ་ལ་ཡོད་ལ་ཤར་ནི་ད་རང་འགྲུ་གི་ཡོད་རེད། དཔེར་ན་ང་ཚོ་གསོ་སྦྱོང་གི་མདོ་མ་སོ་ཐར་གྱི་མདོ་འདོན་པ་ཡིན་ན་ད་སོ་ཐར་གི་མདོ་འདོན་པའི་གནས་སྐབས་དེ་ལ་ནི་ཁོ་སོ་སོ་གི་ད་མདོ་དངོས་གཞི་གི་དེ་འབྲེལ་གྱི་འདོན་གི་ཡོད་ཡ་ཡ་ད་འགྲིག་གི་ད་འགྲིག་གི་ད་དེ་དོག་མ་དེ་ཞིག་འདྲ་ད། དེ་འོག་ལ་ཤོག་གྲངས་བདུན་པ་ངོས་ལ་འདི་ཞིག་འདུག་བ། ཐིམ་པའི་སོ་སྦྱོང་ག་དུས་ལ་ནི་ནི་གང་དུ་སོ་སྦྱོང་བྱ་དགོས་ག་དུས་ལ་མཚམས་མཚམས་ཆེན་གི་ནང་ཡིན་པ་ཟེར་བ་ཞིག་འདུག་བ། ཤོག་གྲངས་བདུན་པ་དགོངས་ལ། བྱས་ཙང། ད་འཐེན་པའི་གསོ་སྦྱོང་བྱེད་ས་གི་གནས་དེ་ལ་ནི་མཚམས་ཆེན་གྱི་ནང་གི་འགོ་བ་སྟེ། ད་སྐྱེ་བ་མཛད་པ་འདི་བཀའ་དྲིན་བསམ་བློ་བཏང་དགོས་རེད། ད་ང་ཚོ་གི་ག་ནི་གསོ་སྦྱོང་གི་ད་བྱེད་ས་གི་མཚམས་ཅིག་ཡོད་རེད་དེ་མཚམས་ཡོད་རེད་ཡོད་མ་རེད་མཚམས་ཡོད་ན་དེ་གི་མཚམས་དེ་ག་རང་གི་མཚམས་རེད། ང་ཚོ་ཕྱག་ལེན་ཅིག་ཡོད་ར་ད།

ད་ལྟ་དེ་གསོ་སྦྱོང་བྱེད་ས་གི་ཚང་ཆེན་ནང་ཡིན་པ་བཤད་ཀྱི་འདུག་འདི་སྤྱི་སྟངས་ནི་གསོ་སྦྱོང་བྱེད་ས་དེ་ལ་ཨ་ནེ་ཚང་པོ་ཆེན་གྱི་ནང་ཡིན་པ་གཅིག་དགོས་ཀྱི་རེད་བཤད་ཀྱི་འདུག་ད་ལྟ་ང་ཚང་གི་གླིང་འདི་གི་གསོ་སྦྱོང་བྱེད་ས་ཡིན་ན་ང་ཚང་ཚང་པོ་ཆེ་གི་ནང་ལ་ཡིན་གྱི་མིན་གྱི་དགོས་རེད་ཟེར་ན་དགོས་མ་རེད་ཆེ་ང་ཚང་ནང་རྒྱུ་ཆེ་ལ་ད་ལྟ་འདི་ད་ལྟ་དགའ་ལྡན་གྱི་གླིང་འདི་ལྟ་བུ་གཅིག་ལ་ཚང་གསོ་སྦྱོང་བྱེད་ཡ་དེ་ཚང་དེ་སྔོན་ཆོས་བདག་ཨ་པེ་ན་ག་དེ་ལ་ཤེས་ན་ལ་ཕྱུགས་ཀྱི་ཐོག་གི་ཕྱི་འགྲོ་ས་ཨ་ཁེ་ཚུན་ཆོད་སའི་ཇོ་ར། ཨོ་ཏིག་ཚང་འདྲ་བོ་ཅིག་བཞག་ན་ཕ་ཅན་འདི་འོས་ས་རེད། མ་དེ་དེ་མཚམས་དེ་ག་རེ་མཚམས་རེད་དེ་མིང་ཅིག་ཡོད་རོགས་དེ། ཨ།
ག་རེ་གི་མཚམས་རེད་ལ་ན། ད་དེ་ནང་ཆོས་ནག་ཚང་དེ་ཤི་ལས་ནས་རང་བཞིན་གི་མཚམས་དུ་མཚམས་པོ་ཆེ་མེད་པ་ཡིན་ན་ཨ་ཁེ་གི་མཚམས་སའི་ཇོ་ར་ཨ་ཁ་ཟེར་ན་ཐུགས་ཁ་ལ་ང་ཚོ་ཕྱི་འགྲོ་ས་གི་ཨ་ཇོ་ར། ཨོ་ཏིག་གི་ཕྱི་གོང་ཉོ་ས་ཚུན་ཆོད་གི་དེ་ལ་ཨ་ཁེ་ཚང་འདྲ་བོ་ཅིག་ལབ་གི་འདུག་ཨོ། ད་དེ་རང་བཞིན་གི་མཚམས་བཞག་ན་འགྲིག་གོ་ར།

སྔགས་སོགས་ནི། དྲི་བ་དང་པོ་དེ་ཞུས་ཆོག་ཅེས། ད་ལྟ། ཞེས་ནི་གསོ་སྦྱོང་བསྒོམ་པའི་གནས་དེ་ལ་ཡང། མདོ་རྩ་བ་ལས་ཤོག་གྲངས་དྲུག་པ་འདུ་བ། སྤྱོད་ཡུལ་དུ་ཞུགས་པའི་རྣལ་འབྱོར་བསྒོམ་པར་མི་བྱའོ། མངོན་པར་བསྡུ་བ་ཡང་ངོ། ཞེས་གསུངས་ཏེ། བྱས་ཙང་སྐྱེ་བོ་མང་པོ་འདུས་ས་དང། ཨ་ནི། སྐད་གྲགས་འདྲ་མི་འདྲ་ཡོད་པ་དང་སེང་གེ་སྟག་ལ་སོགས་པ་དང་དེ་འདྲའི་གི་ཡོད་ས་གི་གཏུམ་པོ་ཆེ་ཡོད་ས་དེ་དག་ལ་ཨ་ནི་ཞེས་ནས་སོགས་ཀྱི་གོང་བུ་ཡོད་ཡོད་མ་རེད། ཧ་ལོ། འོ་དེ་འདྲ་ཡིན་དུས། ད་ཞེས་ནས་སོགས་ཀྱང་གོམས་ས་གི་གནས་དེ། ཨ་ནི་ཁུ་སིམ་སིམ་གྱི་ལ་གོམས་དགོས་ཀྱི་རེད་གསུང་གི་ཡོད་རེད་བ། གང་དུ་གོམས་ཞེས་ན། ཏིང་ངེ་འཛིན་སྒོམ་པའི་ཁང་པ་བརྩིགས་ནས་དེ་ལ་གོམས་པར་བྱ་དགོས།

ཨ་ནི་དེ་ནས། གནས་ཤིང་སྒྲུབ་པ་དེ་ཚོ་ལ་ཡང་ནི་ཁང་པ་བརྩིག་གི་ཡོད་མ་རེད་བ། ཨ་ནི་དེ་ཚོས་ནི་ཞི་གནས་གསོ་སྐྱོང་དགོས་མེད་ཡོད་མ་རེད་བས། དེ་ལྟ་དེ་བཞིན་ང་རང་ཚོ་དྲ་རྒྱ་མང་ཅག་སོགས་དུས་ཞི་གནས་གསོ་སྐྱོང་དགོས་མེད་ཡོད་མ་རེད་བས། མི་མང་པོ་འདུས་ས་ལ། ཨོ་དེ་དྲི་བ་དེ་ཞུ་བ་ཡིན་ཐུགས་ཆེ། དེ་འདྲ་ང་ཚོ་འདི་ཞི་གནས་གསོ་སྐྱོང་སྒམ་པ་ཟེར་གྱི་ཡོད་ར། ཞི་གནས་གསོ་སྐྱོང་སྒམ་པ་དེ་བཅོས་དུས་ནས། ད་ལྟ་ནི་གསུང་ཐུང་འདྲ་བོ་དང་ད་མོ་མོ་འཚོ་ས་འདྲ་བོ་དང་དེ་འདྲའི་དུས་ནས་ད་ལྟ་བྱིན་ནི་སོང་ཆོག་སྒམ་པ་ཡོད་མ་རེད་ཟེར་སྤྱི་སྟོང་ཐོག་མ་བྱིན་ནི་སོང་བྱ་བློ་འཇོམས་པ་གྱོ་ར་ཐོག་མ་ལས་དང་པོ་བ་ལ་བློ་འཇོམས་པ་དེ་ནི་ཨན་པ་ལ་བློ་འཇོམས་པ་ཡིན་ན་ནི་དེ་སུ་ཆད་པ་ཡོད་རེད་ཟེར་མ་གཏོགས་སྤྱི་སྟོང་བྱིན་ནི་སོང་ཆོག་སོ་སོ་གྱོད་ལ་ཅི་ཚ་ངས་གང་ཚ་ཡིན་པ་ཡིན་ན་ཨ་ནེ་སོ་སོ་མོ་མོ་འཚོ་བ་ས་ཡིན་ན་ག་ཡིན་ན་ཕ་ཆ་གང་ཆོས་ཀྱི་རེ་སྤྲད་མི་འདུག་ར། དེ་ནས་ད་ལྟ་ང་ཚོ་གཞི་ནས་སྲུང་སྐྱོབ་སྒམ་པ་ལ་ང་ཚོ་འདི་ཡིན་གྱི་མིན་གྱི་གནས་ཁུངས་རྩིས་པ་ལ་སོགས་པ་ངེས་པར་དུ་དགོས་རེད་ཟེར་ན་དགོས་མ་རེད་སྤྱི་སྟོང་ད་ལྟ་དེ་ད་གཞི་ནས་གསོ་སྦྱོང་སྒང་ས་གི་སྐུ་མཚན་གྱི་ཙམ་དེ་འདྲའི་གནས་ཁུངས་ངོས་བཟུང་པ་ད་གཞུང་ལས་མ་ཤེས་ཡག་གི་ཁྱད་ཆོས་བགྲང་ཡག་གྱི་ར་འོ་དེ་མཚན་གྱི་ཙམ་ངོས་བཟུང་པ་མ་གཏོགས་ཡིན་གྱི་མིན་གྱི་དེ་ཁྱབ་པ་ཡོད་ཡག་དེ་དེ་འདྲའི་གལ་ཡིན་གྱི་མ་རེད།

ལྷག་པར་ཡོངས་སུ་སྲུང་བའི་གཞི་དེ་ལ་རྒྱས་བཞག་གོ། ཀྱེ། མ་བཏུལ་བའི་ཐུབ་པའི་གཞི། དོན་གཉིས་མི་སྙན་པའི་གསུངས་པའི་གཞི། ཉན་ནས་ཆོས་སྤྱོད་པའི་གཞི་གསུམ་ནི་འདི་ལས་གོ། ལྷག་པར་ཡོངས་སུ་སྲུང་བའི་གཞི་དེ་ལ་རྒྱས་བཞག་གིན་ནོ། ཞེས་སྔགས་ཏེ། ལྷག་པར་ཡོངས་སུ་སྦྱོང་བའི་གཞི་བཞག་ལ། ད་ལྟར་ཡོངས་སུ་སྤྱོང་བའི་གཞི་མི་བཞག་པའི་རྒྱུ་མཚན་ཅི་ཡིན། དེ་ནི་གང་ཡིན་དེ་ངོས་བཟུང་ནས་གང་ཡིན་ལྷག་པར་ཡོངས་སུ་སྦྱོང་བ་སྦྱོང་བའི་རྒྱུ་མཚན་གྱི་ཡག་པོ་ཅི་བྱེད་དམ།